རྣམ་གྲངས་ངོ་མ་བཤད་ས་བག་ན་ལེགས་ཀྱི་ལོ་ཇུ་རག་རུ་ལས་ཤ་ཐུད་འདོད་པའི་ནོ་འདོད་འོ་དེ་དེ་གལ་པོ་ཆེ་གི་གཏམ་བེ་ནི་དི་གི་དེ་ཨ་ཚེ་རེ་ཨ་ཚེ་རེ་ཤོ་ཁ་བེ་དེ་ཤུ་ཞག་ད་བ་ཆིན་དེ་ད་ཕེམ་མ་ཏོ་ཅི་བུ་འདོད་མི་ནོ་ནོ་དི་གི་བེ་ཤུ་ཏོ་ལ་ད་སྐབས་སུ་བབ་པ་ཏི་ང་ཚེ་རག་པས་འབྲུག་པ་རིན་པོ་ཆེ་ཐུགས་ཤིན་ཆུ་གི་གལ་བོ་ང་འོ་རྣམ་གིས་གི་རྣམ་ཐག་སྙུན་བཤད་བ་དི་ལོ་ཨེ་དེ་ད་བེ་ཀོར་ད་ལྷོ་ཀོར་སི་གཉིས་འདུག་ལ་དེ་བེ་ཀོར་སི་མི་དི་ཁོང་རོ་དེ་ད་འཁྲུངས་ཨེ་བུ་ལོ་འཁྲུངས། དེ་དགུང་ལོ་ཉི་ཤུ་རྩ་གསུམ་ཚུན་ཆུ་ལུ་ཡག་ལོ་བཞུ་བྱེད་ཀྱི་པས་དེ་ཡག་ལོ་འགྲོ་དོན་བསྐྱངས། གསན་བསམ་བསྒོམ་པ་དེ་སོས་དལ་མ་ཆེ་བ། དེ་ཡག་ལོ་མཛད་པས་བོད་པའི་ཉིན་དེ་གི་བུ་འཁོར་འདི་དལ་བའི་དབྱིན། དེ་ལྷོ་འཁོར་འདི་སྟེ་ང་ཆ་ར། དེ་དགུང་ལོ་ཉི་ཤུ་རྩ་གསུམ་ལས། དེ་ནང་ལོ་འབྲུག་རྒྱལ་ཁབ་ན་ཆུ་མི་འདི་གི། དེ་ལས་དེ་འབྲུག་རྒྱལ་ཁབ་ན་ལོ་ཆུ་སྲིད་གཉིས་ཀྱི་བསྟན་པ་རྨང་ནས་བཙུགས་འདི་གི་པས་དེ་ད་དགུང་ལོ་ལྔ་བཅུ། ང་རྒྱལ་གྱི་བར་དུ་ལུས། གཉིས་སེམས་དབྱེ་བ་མེད་པར་དུས་སྐད་ཅིག་མ་ཕྱིར་ར། དེ་ལྟར་བག་མེད་པས་མ་བཞུགས་པ་ཞིག་དང་ང་གཅིག་གིས། ལྷོ་རོང་མི་འབིགས་ཀྱི་གླིང་འདི་ན་ལུས། ཆོས་སྲིད་གཉིས་ཀྱི་བསྟན་པ་དུས་གཅིག་ཏུ་བརྩི་བརྩི་གི་བས་དེ་དཔལ་ལྡན་འགྲོ་བི་གི་རྒྱལ་ཁག་བས། དེ་དད་པའི་གཟུགས་སྣང། དེ་ཨ་ནེ་བའི་རྫས་བི་དེ། དེ་ལྷོ་སྐོར་དེ་ཡིན་ཚེ་ཤུ་ནི། དེ་ཨ་ནེ་བ་དང་བི་སྐོར་ན་ལུས། དེ་དྭངས་མ་ར་ཡན་ལ་མ་འཁྲུངས་མིག་གི་ལུས་འཇུག། དེ་ཤེལ་སྐོར་བ་ཆེ་ང་ཕྱིར་ར།

དེ་དག་སྤྲུལ་བའི་སྐུ་ཡིན་ཟེར་ཞུ་ནི། དང་ནི་བའི་སྦས་བུ་དང་ལུས་རྟགས་ཁོང་གིས་དེ་འཁྲུངས་རབས་ལས་མ་བརྩམས་དུས་ཀྱི་ཆོས་བར་གྱི་ཟླ། ད་ཕྱིས་སྔ་གཞུག་ཏུ་གསུངས་པའི་དབྱིན་ཡིག་དེ་ཁོང་གིས་ཡབ་འདི་སྟེ་མི་ཧམ་བསྟན་པའི་ཉི་མ་ཡིན་པས་དེ་མི་ཧམ་བསྟན་པའི་ཉི་མ་ཟེར་མི་དེ་དེ་དང་ཧེ་རུ་ཀ་དང་གཉིས་སུ་མེད་པ་དབྱིན་ཡིན་ཟེར། དེ་དལ་བས་དེ་ལྷག་པར་དུ་ཀུན་མཁྱེན་རིན་པོ་ཆེ་ཁོ་རང་གིས་དེ་དེ་དེ་ན་ལོ། དེ་ལྟར་མེ་ལྷོ་པདྨ་དཀར་པོ་ལོ། དེ་ལས་ཁ་ཆེ་ལོ་པཎ་ཆེན་སྒྲུབ་པའི་གདུང་འདུལ་ལོ་གཉིས་ཀྱི་ཉིན་མོར་བྱས་ལ་བསམ་བཞིན་མངལ་ཕྲུམ་བིས། བསྟན་པའི་ཉི་མས་རྟག་ཏུ་འཇིག་རྟེན་ཀུན། རྨོངས་པའི་མུན་ལས་རྒལ་བར་བྱས་གྱུར་ཅིག། རྨོངས། ཀུན་མཁྱེན་རིན་པོ་ཆེ་འཁོར་ལོ་ཞལ་བཞུགས་པའི་སྐབས་རེ་ར། དེ་མེ་ལྷོ་བསྟན་པའི་ཉི་མ་དེ་སྟེ་ཀུན་མཁྱེན་རིན་པོ་ཆེ་གི་སློབ་མ་གཙོ་བོ་ཡིན་ཡིན་རེད། དེ་ལྟ། འཁོར་བ་དེའི་གི་སྲས་སུ་ཆོས་ཉིད་དང་དཔལ་ལྡན་སྒྲུབ་པའི་གི་གདུང་གི་ཆེ་བ། དེ་ལྟར་ཅོག་ར་ཐོད་པའི་སྟེང་ཁ་ཆེ་ལོ་ཀུན་མཁྱེན། ཁ་ཆེ་ལོ།

དེ་ལྟར་དཔལ་འཛིན་གྲུབ་པའི་རྒྱུད་རྫོང་ལུགས་ཁྲུམ་ཁྲུམ་ཡིན། དེ་བསྟན་པའི་ཉི་མ། དཔེར་ན་ང་ཅག་ལ། འཇིག་རྟེན་འདི། ཉིམ། འདི་འཇིག་རྟེན་ནང་བཤགས་མེད་དེ། དེ་འཇིག་རྟེན་ནང་གི་མུན་པ་སེལ་ནུས་ཀྱི་ཆེད་དུ་ལུས་བཤགས་དུག་འཇོམས་པས། དེ་ཡབ་བསྟན་པའི་ཉི་མ་དེ། དཔལ་འཛིན་གྲུབ་པའི་རྒྱུད་རྫོང་དུ་ཐལ་བའི་འཁྲུངས་སྣང་ཡིན། ད་ནི་མེ་འབར་ད་ལོ། བསྟན་པའི་སྣང་བ་འཇམ་སོགས་མཐར་དགེ་ལགས། ལྗང་མདོག་ཤར་རིའི་རྩེ་ལ་གུང་བར་པའི། ཕན་བདེའི་དཔལ་མོ་ཀུན་དགའ་བརྗིད་པའི་ཉི། མ་ཡི་ཉིན་མོར་བྱུར་ལ་སོང་བ་འདེབས། སའི་སྐབས་སུ་ལོ་ཏཱ་ཁོང་གིས། ད་སེམས་ཤེས། ད་ཧ་ནི་རྫི་སུ་ལུ་ཐའི་བསྟོད་པ་གནང་རྣམ་ཡིན་པས་ལ། བསྟན་པའི་སྣང་བ་འཇམ་སོ་ཐར་གྱིས་ལགས་སེ་བསྟན་པ་རིན་པོ་ཆེ་འདི་ལོ་གོང་ལྟར་མ་ནོར་བར་ཐོས་བསམ་སྒོམ་གསུམ་གྱི་སྒོ་ནས་རིམ་པ་བཞིན་དུ་བཞུགས། དེའི་བཞུགས་དཔེ་ཀྱི་སྐབས་དུ་ལོའི་འཇང་སྟོད་ཤར་རིའི་རྩེ་ལ་གུང་ཕ་བི་སེ་བ་ལ་ཏེ་སྔོན་གྱི་འཇང་བི་གི་སྟོབས་དང། སྔོན་ནི་གི་སྐྱིད་སྟོབས་དང་ད་རེས་ཀྱི་འཇང་སྟོབས། ད་ཧ་ནི་སྐྱིད་འཇང་གི་ཤེས་རབ་རྣམ་པ་གཉིས་ལ་ཏེ་འདི་གི་བས་ཏེ་མཁན་རབ་འབྲིང་ད་དང་བྲལ་བ་བས་ད་ཧ་ནི་བའི་འཇོག་བི་བ་ལ་ཏེ་བྷི་མདའི་པད་མོ་ཀུན་དགའ་རྗེས་བི་སྙེད་ནས་སེ་དེ་དང་འགྲོ་བ་སེམས་བསྐྱེད་ཐམས་ཅད་ཀྱི་ཕན་དང་བདེའི་གིས་ཏེ་ད། ཀུན་དགའ་བྱེད་བིད་ཀྱི་སྙེམས་ཀྱིས་གང་མ་སོ་བ་ཕྱིན་ཏེ་མི་ཧོམ་བསྟན་པའི་ཉི་མ་ཨིན་ཡིག་ཚད་མ་ཡི་ཉིན་མོ་ཆུ་ལོག་སོང་བ་འདུག་ཟེར། དེ་དག་ཅོག་ར་ཐེབས་པའི་དཔེ་འདི་འབྲུ་རིགས་ཟེར་གོ་ལེ་ཏེ་མི་ཧོམ་བསྟན་པའི་ཉི་མ་འདི་རྩམ་པ་འཇག་རིང་གི་རྡུང་དྲི་མ་མེད་པ་ཨི་མེད་དེ་ལས་ཏེ་འདི་དཔེ་འདི་འབྲུ་རིགས། ནམ་མཁའི་རྒྱན་ཤ་བཞིན་ཟེར་ནམ་མཁའ་ལས་ཉི་མི་ཤར་དོགས་བཟུང་པས་ཁོང་སྐུ་འཁྲུངས་མི་གང་ལེ། ཏེ་ད་རང་རིམ་པའི་དཔེ་འདི་འདི་གི་ལས་ཤེས་ཡུལ་སྲོལ་འབུམ་ཕྲག་བརྒྱད་པ་ཡིས་ཟེར། ཏཱ་ལའི་བར་ཞེས་པའི་ཀྱི་ཆོས་ག་ཅིག་གིས་ཐེག་ལེ་པའི་ས་ཆ་རུ་ཆེ་ཚད་བཙོང་གསུམ་ནག་གསོ་བ་སངས་རྒྱས་ཀྱི་བསྟན་པ་ལུགས་བྱ་བ་བྱས་ཏེ་བོད་ད་ལུགས་ཐེག་ལེ་ཤུལ་ཡུལ་སོ་བུམ་ཕྲག་བརྒྱད་པའི་སྐྱེ་དགུའི་གཉིས་མེད་འཇོམས་ལ་འབྲེལ་འཕྲད་ཡས་ཟད་ལྟར་བསྟན་པའི་ཉི་མ་འཁོར་གྱི་བྱས་རྗེས་འཁོར་རིགས་ཀྱི་གསུང་མཐུས་ཆོས་ལས་ཁོང་ལས་བཀའ་ཆོས་ཐོབ་པའི་ཀྱི་དེ་དག་ཐམས་ཅད་ཀྱིས་དེ་སྐྱེ་དགུའི་སྙིང་གི་མོས་པ་འཇོམས་པ་ལུགས་འདྲེན་པ་དང་བྲལ་བ་བས་ནི་འདི་ཀྱི་འདྲེན་ཟླ་དང་བྲལ་བ་བས་ནི་འདི་ཀྱི་ཧོམ་བསྟན་པའི་ཉི་མ་སོང་བ་འདོད་ཟེར། རང་བཞིན་གྲུབ་དང་སྦྱང་གཞུག་རྣམ་ཆོས་ཀྱི་ཡས་ཟད་རང་བཞིན་གྱི་གྲུབ་པ་ཟེར་བ་བཞིན་སྐྱེ་བ་སྔོན་མ་ནས་དེ་སྦྱངས་བྱས་བྱ་བའི་ཀྱི་དག

དེ་རྣོ་སོ་བཏང་དེ་གང་ཨཱ་ནིམ་ཅི་ཨི་མས་སེ། དེ་ང་ཕྱི་ཀྱི་དེ་བས་རྣོ་སོ་བཏང་མ་ཚུགས་པར་བློ་ཡུལ་ལས་འདས་པ་ཡི་དེ་མཁས་གྲུབ་ཆེན་པོ་དབྱིངས་ཡིན་སེ། དེ་ཀས་མ་འདོར་བར་ཐུགས་གཉིས་གཅིག་ཆེན་པོའི་གཞན་དབང་གིས། སེམས་ཅན་གྱི་འགྲོ་དོན་དཔག་ཏུ་མེད་པར་མཛད་ནི་དེ་ཀྱི་དེ་ཆ་མཉམ་གྱིས། དེ་དགེ་བཤེས་གཉིས་མཁས་གྲུབ་པའི་ཡིན་སེ། དེ་དགེ་བཤེས་གཉིས་ཆེན་པོ་བསྟན་པའི་གྱི་གཙུག་གི་ཡིན་སེ་དེ་བས་དེ་ལྟར། ཞུ་ཡིས་སེམས་མེད་བ་ལ། ད་ནི་བོ་ད་ལོ་ད་ནི་འཇིགས་སུ་ཆ་སྙམ་ར། དེ་ང་ཚེ་རབས་སྐྱོན་ཤོན་རིན་པོ་ཆེ་ཁོ་ར་གི་མེ་ཧོམ་བསྟན་པའི་ཉི་མིག་གིས་དེ་ལས་སྙོན་སྟོབས་ཀྱི་རིམ་པ་ཀུན་ཡོན་གསན་བཞེས་ཐུས་གསུམ་སྒོམ་སྤེལ་གྱི་ཡོན་ཏན་འགའ་ཅི་གི་ཐད་ལས་པའི་ས་བཅད་རུ་དེ་འགྲན་ཟླ་མེད་པར་གཟིགས་དེ་གི་དེ་སྐྱོན་ཤོན་རིན་པོ་ཆེ་གིས་བསྟོད་པ་དད་པའི་སྣང་སྣོད་ཚོལ་ཆུ་ནི། ད་ནི་བའི་བེ་ནི་དེ་གི་དེ་དག། ཡན་ལག་མ། ད་རྩམ་པ་འཇའ་རིགས་ཀྱི་ད་གདུང་གི་ལོ་རྒྱུས་འདི་དྭངས་ཆ་ལ་ཞུགས་ཚ་ཡི་རྨོ་ཞིག་ལ། ད་དེ་སུ་ལོ་ཕྱི་ར་ལ་བ་ཅིན། ད་ད་ཇེ་མི། ད་ཨ་ནེ་བོ་ད་ལུ་ད་ང་ཕྱི་ར། དེ་ད་ང་བང་རྣམས་ཀྱི་ད་ཁོ་ར་ཁྲུ་མིག་གི་ལོ་རྒྱུས་ལ་མ་ཨ་བེ། དེ་ད་ཞུ་ད་གི། ད་ཨ་ནེ་བེ་མ་ཨ་བེ་ཤེ་ལེ་དེ་ད། དེ་རིམ་པ་བཞིན་དུ། དེ་ང་ཕྱི་ར། ཡབ་མེ་ཧོམ་བསྟན་འཕེལ་གྱི་ཉི་མ་ཨིན། དེ་ལས་ཡུམ་བསོད་ནམས་དཔལ་གྱི་བུ་ཁྲི་ཨི་སེ། ད་ཨ་ནེ་འདི་སུ་ཡི་མེ་རྨོ་ལ། ད་ཨ་ནེ་འདི་སུ་གི། དེ་ད། ལས་བསྟན་འདི་བགྱིས་པས་དེ་ལྟར་སྐྱིན་ཁྱོད་རིན་པོ་ཆེ་མི་ཧོམ་པད་མ་དཀར་པོ་འཁོར་རོལ་གྱི་ཞལ་བཞེས་ལུང་བསྟན། ཆོས་རྒྱུད་འགྲོ་ཡུལ་མགོན་པོ་ཙམ་པ་རྒྱ་རིགས་ཀྱིས་དེ་ལྟར་ཞལ་བཞེས་ལུང་བསྟན་དང་ཁྲིད་འདི་བགྱིས་པས་དེ་ལྟར་དཔལ་ལྡན་གྲུབ་པའི་གདུང་རབས་ལུགས་བསམ་བཞིན་དུ་སྟོན་མི་ཧོམ་པད་མ་དཀར་པོ་དེས་དེ་ལྟར་བགྱི་བར་གདུང་རྒྱུད་རིན་པོ་ཆེ་དེ་རང་གི་སྲས་ལུགས་མཐུན། ཞལ་གྱིས་བཞེས་པ་ན་བྱིན་ཅིག་གིས་དེ་དད་པའི་བྱོན་ཡིན་སེམས་མེད་ལ། དེ་དད།

མདུང་འདི་ལོ་སྤྲུལ་པ་གསུམ་པ་མ་བྱོན་མི་དེ་ལྟའི་ངར་ཚིག་གི་གདུལ་བྱ་གི་བསོད་ནམས་ཏེ་དེ་ལས་དེ་འདི་གི་ལྟ་དེའི་གི་གདུལ་བྱ་དེ་ལྟ་དེའི་སྐབས་ཀྱི་དེའི་ཚེ་དེའི་དུས་ན་ལས་དེ་ལྟར་ངར་ཚར་གདུལ་བྱ་དེ་ལྟ་དུས་འདུལ་མི་གི་གདུལ་བྱ་དེ་དེ་ལྟ་མི་བ་ལས་དེ་འདི་གི་བས་མ་བྱོན་འོང་ངོ་ཟེར་ཞུ་ནི། ད་ནི་བས་བས་བོ་ད་ལོ་ལྟ་ངར་ཚར་པས་སྒྲུབ་པ་རིན་པོ་ཆེ་ཐུགས་ཆུན་ཆོས་ཀྱི་དབྱེ་བ་དེ་ངང་བ་ཏིང་འཛིན་རྣམ་པར་རྒྱལ་གྱི་བཟླས་སེ་འཁོར་རིགས་ཀྱི་ཚེ་ནི་སྨོས་ལ། ལྟ། སྟེ། དེས་སྟེ་ང་ཅག་སྐྱེ་བ་གདུང་རྒྱུད་རིན་པོ་ཆེ་ལུགས་དེ་བྱུང་ངོ། སྟེ་ད་གོ་རོ་གྱི་ཤེལ་གྱི་བཞི་པ་ནང་བཞིན་བྱེད་ཀྱི། སྟེ་ད་ཀུན་མཁྱེན་རིན་པོ་ཆེས་དེ་དགོངས་པ་རྫོགས། སྟེ་དགོངས་པ་རྫོགས་ཚད་ཡུལ་ཤུལ་ཤུལ་ལུགས་སྟེ་ད་གོ་རོ་གྱི་ཀླུ་དམག། སྟེ་ད་གཙོ་བོ་གྱུར་པ་སྟེ་མི་ཧོམ་ཆོས་ཀྱི་རྒྱལ་པོ་མི་ཧོམ་བསྟན་པའི་ཉི་མ་མཁས་གྲུབ་ལྷ་དབང་བློ་གྲོས་ལ། སོགས་པ་ཀྱིས་ད་ཚེ་སྤྲུལ་སྐུ་པད་དཀར་དབང་པོ་ལ་སོགས་པ་ཀྱིས་གསོལ་བ་རྩེ་གཅིག་ཏུ་བཏབ། ད་ཅི་ཡ་ནི་ཞུ་གོ་བ་ལ་ཁ་ཚ་སྔགས་ཀྱི། སྒྲུབ་གྲོལ་ཕྲིན་ལས་རྒྱ་མཚོ་གྱི་རྣམ་རོལ། མཐུ་ཆེན་བདུད་འཇོམས་རྡོ་རྗེ་སེམས་མི་འཆི་བདུད་འོད་ཀྱི་སྔོན་དཔལ་དཀར་གྱི་གློག་མ་སེར་མོ་དེ་ཨ་ནི་སྔགས་ཀྱི། ངག་དབང་ནམ་མཁའི་སྒྲའི་ནང་དུ་བསྡུས་ནོ་མེ་མེ་མ་རེ། དེ་སྔགས་ཀྱི་རོ་ལོ་ཤུ་ཤུ་ཨ་ནི་གཞན་ཁ་བདུག། མཐུ་ཆེན་བདུད་འཇོམས་རྡོ་རྗེ་སེམས་མི་འདི་བུ་གི་འདི་རུ། མཐུ་ཆེན་ཆོས་ཀྱི་རྒྱུན་བུ་གི་ཡང་སྲིན་མི་ལ། མཐུ་ཆེན་ཆོས་ཀྱི་རྒྱུན་བུ་གི་ཡང་སྲིན་མཐུ་ཆེན་བདུད་འཇོམས་རྡོ་རྗེ། ཨ་ནི་མེ་སོ་ཤུ་དེ། མཐུ་ཆེན་ཆོས་ཀྱི་རྒྱུན་བུ་གི་ཡང་སྲིན་སྐུ་ཕྲེང་དང་པོ་དེའི་མེ་ཨ་ནི་ཀུན་མཁྱེན་དཔལ་དཀར་གྱི་གློག་མ་པའི་མ་ལ། འཁོར་གྱི་མཚན་བློས་མཐུ་ཆེན་བདུད་འཇོམས་རྡོ་རྗེ་སོགས་ཞུགས་མེད་དེ་ཨ་ནི་བི་ནི་འདི་གི། དེ་རུ། འགྲུབ་ཀྱི་འཕྲིན་ལས་འཇམ་ཚུགས་ཀྱིས་འདི་ལོ་འཁྲུལ་བ་མི་གནོང། དེ་ང་རིགས་ཀྱི་ནོར་འཁྲུལ་ཡིན་མིན་སྲིད་ཞུ་དོ། བདག་ནི་བས་བས་བས་བས་དེ་ལྟ་ཁོང་བླུན་མ་འདི་སུ་གིས་བཏབ་ཀྱིན་ཁྱོད་རིན་པོ་ཆེས་དེ་དགོངས་པ་རྫོགས་ཤིག་ན་དེ་ལྟ་ཡང་ནས་ཡང་དུ་དེ་གསོལ་བ་བཏབ། དེ་སྔ་ཕྱི་ར་བྱང་ཆུབ་སེམས་དཔའ་འདི་སུ་སེམས་གཅིག་གིས་འགྲོ་དོན་མཛད་པ་ལུ་དེ་དབྱིན་ཅིག་མི་ཅིག་བྱོན་གོ་ཟེར། དེ་ལྟ་ཀྱིན་ཁྱོད་རིན་པོ་ཆེ་ཁོ་ལག་སུམ་ཅུ་བོད་བར་ཆུ་དགུང་ལོ་བདུན། དགུང་ལོ་དྲུག་ཅུ་རེའི་གྲུ་བཞུགས་ཅིག་ལ། དགུང་ལོ་དྲུག་ཅུ་རེའི་གྲུ་བཞུགས། དེ་ལྟ་སྤྱི་ལོ་སྤྱི་སྟོང། སྟོན་མོ་ར་ཨ་ན་སྤྱི་ལོ་ཡོད་ས།

ཏེ་བཏགས། ཡང་ནི་དགོངས་པ་རྫོགས་ཚད་ཡི་གེ་འཇིགས་སུ་ལུ། ཏེ་ཨ་ནི། ཏེ་ཀླུ་མ། ཏེ་དྲི་གསུ་གི་ཡང་ནི་ཡང་དུ་གསོལ་བ་བཏབ་བདག་ལུ་ཏེ་ང་ཅི་ར། ཏེ་བླ་མ་ལོ་ག་བཞི་གསོལ་བ་བཏབ་བ་བྱིན་ཏེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱིས་དེ་ཐུགས་རྗེ་འདི་མི་སླུ་བ་ཡིན་པས་དེ་བས་ནི་འདི་གི། ཏེ་བླ་མ་ལ་གུས་སློབ་མ་ཡི་སྒྲ་རིང་བ་ལ་གསལ་བ། གསལ་བ་དང་སྐད་གསང་ཁྱོད་པའི་གསུང་འདི་ན་དེ་ལ་ངས་ནི་དངོས་གྲུབ་སྟེར། ཏེ་ང་ཅི་ར། བ་གསང་བ་འདུས་པ་ལས་དེ་གསུང་དུ་བཟུང་བས་དེའི་བཟུང་བའི་རྡོ་རྗེ་ཀྱི་གུར་ལས་དཔེར་ན་སྐྱེས་ཆེན་གང་ཞིག་ལ་ཕྱི་ལ་ཉུལ་ཡིས་འདྲེས་པས་ན་ཐོས་པ་ཙམ་གྱིས་འོང་བ་བཞིན་སངས་རྒྱས་སྐད་ཅིག་དེ་ལ་ཁྱོད་ནི་དེ་གསུང་དུ་བཟུང་བས་ཡང་ནས་ཡང་དུ་དེ་སྤྲུལ་པའི་སྐུ་བྱོན་གོ་བས་དེ་གསོལ་བ་བཏབ་པའི་སྒང་ལས་དེ་ལྟར་ཁོང་གིས་ཞལ་གྱི་བཞེས་པ་ནང་བཞིན་གྱི་ལུང་བསྟན་དང་ཁྲིད་དེ་གྱིས་པས་དེ་ལས་དེ་དག། ནགས་ལུག་དེ་མི་ཕམ་རིན་པོ་ཆེས་མི་ཧོམ་བསྟན་པའི་ཉི་མ་དག། དེ་ཡུམ་བསོད་ནམས་དཔལ་གྱི་བུ་ཁྲིད་གཉིས་ཀྱི་སྲས་སུ་ལུ་དེ་དེ་བས། དེ་སྐུ་འཁྲུངས་ནུབ་འོང་སའི་གཞུང་ཡིན་ལ། ད་སྐུ་འཁྲུངས་འབིགས་ཀྱི་དེར་དུས་ཚོད་ཀྱི་ཉེ་བར་འབོད་བ་བཞིན་ད། ན་ལ་མ། ད། ཡབ་འདི་དེ་ང་ཆ་ར། ད་གདུང་འདི་འབེལ་བ་བཞིན་དེ་བུ་གངས་ཅན་གྱི་ལྗོངས་ན་ལུ། དེ་གདུང། རྣམ་མེད་བསམ་མེད་ཀྱི་ད། གདུང་ཆེ་བ། གཙང་མ། སྤྱན་རས་གཟིགས་ཀྱི་གདུང་དྲི་མ་མེད་པ། དེ་ལས་དེ། མཆོད་བརྗོད་འགྲོ་ཡུལ་གྱོན་པོ་རྩམ་པ་འཇའ་རལ་ལ་མ། དེ་རྒྱུད་བྷིས་ཀྱི་གདུང་དེ་ཡབ། དེ་ད།

ཚོགས་གཙོ་ཆོས་འཕེལ་གྱིས་དུས་ལས་རབས་དགུ་ཚེས་དེ་ཐད་ང་ཚ་ར་དཔལ་ལྡན་དུས་གསོལ་ལྷ་མོ་གྱི་ཉིན་གྱི་ཕྱག་ལ་དང་མཚན་གྱི་མེ་ཚེ་དུས་སོ་བྱ་རྒྱུའི་དངོས་གླུ་བཀྲུས་འདེགས་ཀྱི་བས་དེ་ཨ་ནེ་བའི་མཛད་འདི་གི་ཡུལ་སེ་མེ། པས། ཆོས་སྐྱོང་ཡེ་ཤེས་མགོན་པོ་དང་དེ་སུ་ཀའི་བ་ཆེ་སེ་ཡིག་གི་སྟག་གླུ། ཏེ་ཨ་ནེ། ང་ཚ་གི་དཔལ་སྒྲུབ་པ་རིན་པོ་ཆེ་འཁྲུངས་མེད་ཀྱི་དུས་ཚོད་ལ་དགུ་བཅུ་དེ་ཐད་ཡ། ཏེ་ད། ང་ཚ་དཔལ་ལྡན་སྒྲུབ་དཔལ་གྱི་གདན་ས་གཙོ་བོ་བྱང་ཆུབ། ཏེ་ད། འབྲུ་སེ་བ་བྱང་ཆུབ་ནི་ད།

བྱུང་ཡིན། ཟེར། ད་འཁྲུངས་ཟིག་གཡུལ་བདུད་འབོལ་བ་བཞིན་བུའི་ལུག་ང་ཆ་ལ་ཆོལ་ཁ་གསུམ། ཟེར། དེ་བུའི་ཆོལ་ཁ་གསུམ་ཟེར་ཙིན་ཡུལ་ལ། དེ་དང་བསྟུད་མངའ་རིས་སྐོར་གསུམ། མོ་ལ། དེ་ཀི་ལ་རྟ་ཡི་ཆོལ་ཁ། ད་གཡུ་གཙང་རུ་བཞི་དམ་པའི་ཆོས་ཀྱི་ཆོལ་ཁ། སྨད་མདོ་ཁམས་སྒང་དྲུག་མགོ་ནག་མིའི་ཆོལ་ཁ། ཟེར། དང་ནི་ཆོལ་ཁ་གསུམ་པའི་རྩིས་ཡིག་གི་ནང་ལས་དེ་བག་གཡུ་གཙང་རུ་བཞི་དམ་པའི་ཆོས་ཀྱི་ཆོལ་ཁ་གི་ནང་གསེས་ལུགས། དེ་ལས་དེ། ང་ཆ་ལ་བག། རྣམ་དྲུག་བྱང་ཆུབ་གླིང་གི་གཞིས་ཀ་དེ་དགའ་གྲོང་སེམས་མི་ན་ལུ་དེ་ད་འཁྲུངས་ནོ་ཚེ་ཞུ་ནི་ད་ནི་འཁྲུངས་མེད་ཀྱི་དུས་ཚོད་དུ་འབེལ་བ་ཅི་ནི་ད་ང་ཚ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱི་འདས་ལོ་འབེལ་བ་ཅི་ཉིས་སྟོང་དྲུག་བརྒྱ་ལྔ་བཅུ་ང་གཅིག་དེ་ང་ཚ་ད་རི་ན་བ་ཡོངས་གྲགས་ཀྱི་དེ་ད་ཡེ་ཤུ་གི་ལོ་རྟག་ཏུ་འབེལ་བ་ཅི་སྤྱི་ལོ་འབེལ་བ་ཅི་ཆིག་སྟོང་ལྔ་བརྒྱ་དགུ་བཅུ་གོ་བཞི་དེ་རབ་བྱུང་འབེལ་བ་ཅི་ནི་ད་རྒྱལ་བ་དེ་གནམ་ལོ་འབེལ་བ་ཅི་ཤིང་རྟ། དེ་ལྟར་ཕྱུག་དང་དཀར་ཕྱུག་གི་དགའ་བ་བསྲུང་བ་སེ་མ་པ་ངོ་མ་འདི་དགའ་བ་བསྲུང་བ་སེ་ལ་བས་ཏེ་དེར་ན་བ་ལྟར་མཁས་པ་དེ་ཚུལ་གྱི་ཞིབ་གསོས་པས་བོ་ད་ལུ་ཟླ་བུ་བཅུ་གཅིག་པིག་གིས། དེ་དག་ཚེས་བཅུ་གཅིག་ལུག་ཁྲུང་ཁྲུང་བས་ཏེ་དེ་དེ་ཨ་ནི་དེ་ག་དེ་དེ་བས་ར་མ་ཤོ་བ་ཅི་དེ་བས་འདུག་སེ་མེ་ལ་དང་ལེ་བས་བས་བོ་ད་ལུ། དེ་ལྟར་ཨ་ནི་གི་སྐབས་སུ་ལུ་ཏེ་བཟའ་ཁ་འཕྲོད་སྦྱོར་ཕུན་སུམ་ཚོགས་པིག་གིས་འདྲ། དེ་སྒོ་ནས་ཁྲུང་དེ་གིས་བས་ཏེ་ལྟ།

དེ་རྣམས་ལས་སམ་མིག་གི་སྟེ་ཕོའི་གངས་ཅན་གྱི་ལྗོངས་ལུས་ཁྱབ། དེ་ལས་སའི་ཁྲོ་མིག་གི་སྟེ་དགའ་སྟོན་ལུས་རྟེན་འདི་བགྱིས་པའི་སྟེ་ང་ཅི་ར། རྣམ་ཐོས་སྲས་ཀྱི་བང་མཛོད་ལས་བླངས་པ་དག་བས་ཀྱི་དག་ཁྲོ་མིག་གི་དགའ་སྟོན་འདི་ཚོའི་སྟེ་མ་ཐུག་བཏུབ་པའི་སྟེ་རྫས་ཅི་ཡིས། དང་ནི་བགྱིས། སྟེ་སྐབས་འདི་ན་ལུ། དེ་ལས་དག། ཞེས་བརྗེ་བ་ཙམ་གྱིས་སྟེ་ག་ཨེ་ར་རང་དབང་མེད་པ། སྟེ་དེར་དད་པ་སྐྱེས་ཏེ་བགྱིས་པའི་སྟེ་དགེ་བསོད་གཞོན་ནུས་འདི་ལུ་དྭངས་མ་ར་མཚན། སྟེ་འཁོར་རིགས་ཀྱི་ཡབ་མེས་ཀྱི་མཚན་ལས་གྲགས་ཏེ་བགྱིས་པའི་སྟེ་ཡེ་ལ་བ། དེ་ལྟར་མི་ཧོམ་ཆོས་ཀྱི་རྒྱལ་པོ་མི་ཧོམ་བསྟན་པའི་ཉི་མ་ཟེར་བའི་བ་མོ་དེ་ཁོ་གིས་ཚེམས་ལ་དེ་མི་ཧོམ་བསྟན་འཛིན་རྡོ་རྗེ་ཡི་སེ་དག་མ་དག་མ་གི་ཚེམས་དེ་དེ་ཨ་ནེ་བས་དེ་སུའི་ཡི་སེ་མེ་ལ་དེ་ཨ་ནེ་བས་བའི་བོ་ད་ལོ་དག་དེ་སུ་ན་ལོ་དག། ཡབ་བསྟན་པའི་ཉི་མ་དེ་སྔགས་ཀྱི་ད་ཅི་ཞུ་ཡི་མོ་ཤི་ལ་དེ་ཡབ་བསྟན་པའི་ཉི་མ་སེ་མེ་དེ་དེ་ག་དེམ་ཅི་ཡི་ན་དེ་ལས་དེ། ང་ཅི་ར་ཅི་ཏང་གི་དེ་དཔེ་འདི་འབྲུ་བུད་ཀྱི་བརྡུང་དེ་དེ་ཡི་གི་ནང་ལས་དེ་ད་ང་ཅི་ར། ཀྱི་ཛོ་གཉིས་ལོ་རང་དབང་གཉིས་བུད་ཀྱི་ད

ཡུམ་འདི་ཀྱི་དབང་དུ་བཏང་མ་བྱིན་ཏེ་ཡུམ་འདི་སྟེ་བྷ་དེ་བ་ཀི་ཤོ་བི་ཀི་སེམས་མོ། བསོད་ནམས་དཔལ་གྱི་བུ་ཁྲི་སེམས་མི་དེ་སྟེ་རུ་བྷ་བུ། བུ་ཀི་དེ་ལྟ་སྡེབ་གཅིག་གི་སེམས་ཡིན་པས་ལ། དེ་སྡེབ་གཅིག་གི་སེམས་ཡིན་པས་ཨེ་སེ་ཤུ་ནི་ད་ནི་བི་བི་ནི་དེ་ཀི་ཏཱ། ཡབ་ཀི་ཁ་ཏུ་ལེ་དེ་ལྟ་ང་ཅི་ར་ལོ་ཅི་ར་ལ་གོ་མི་ནུ་མོ། དེ་ལྟ་ང་ཅི་ར་པེ་འདི་འབྲུ་བི་ཀི་དུ་ང་འཁྲུ་བ་མེ་བ་མེ་ཡུམ་ཀི་ཁ་ཏུ་ལེ་བེ་དེ་བེ་སཱ་ཅེར་བས་དེ་རུ་བི་ལུ་དེ་སྡེབ་བུ་ཀི་རྒྱལ་བི་ཀི་དེ་རྒྱལ་བི་ཀི་སེམས། ཏཱ་ནི་བི་ཨིན་པས་ཏཱ་ནི་བོ་ད་ལུ་ཏཱ། དུང་ཀི་ཁ་ཏུ་ལེ་དེ་ང་ཅི་ར་འཁྲུ་བ་མེ་བ་ཡིན་པ་དེ་དེ་ག་ཡེ་ཏེ་ཧ་གོ་ཚ་དང་མིག་གིས་མཐོང་ཚ་ཨིན་པས་སའི་ལྕེའི་ཁྲོ་ཡན་གཅིག་གིས་མ་ཁྲོམ་པས་སའི་ཤུ་ནི་རྨོ་ཤི་ལ།